འབྲེལ་མོལ་གྱི་རིམ་པ་ཐ་མ། ཕྱི་ལོ་ཉིས་སྟོང་གཅིག་ལོར་ངོས་རང་ལོ་དྲུག་ཅུ་རེ་དྲུག་ལ་སོན་དུས། བཙན་ཤུར་བོད་མིའི་ཆབ་སྲིད་སྒྲོམ་གཞིའི་ནང་ལས་བྱོལ་གྱི་གོམ་པ་ཆེན་པོ་ཞིག་སྤོས་པ་ཡིན། དེ་ཡང། ལོ་རྒྱུས་ནང་ཐེངས་དང་པོར་བཙན་ཤུར་བོད་མིའི་སྒྲིག་འཛུགས་ཀྱི་འགན་འཛིན་མང་ཚོགས་ཀྱིས་ཐད་ཀར་འོས་འདེམས་བྱ་རྒྱུ་དང། འགན་འཛིན་དེས་རང་གི་བཀའ་ཤག་གི་བཀའ་བློན་རྣམས་དབུས་འདོན་བྱ་ཆེད། དེ་རྗེས། མང་ཚོགས་ཀྱིས་བདམས་པའི་སྒྲིག་འཛུགས་ཀྱི་འགན་འཛིན་ལ་བོད་ཀྱི་ཆབ་སྲིད་འགན་དབང་རྩིས་སྤྲོད་ཐོག་ངོས་རང་ཕྱེད་དགེ་ཡུལ་དུ་སྡོད་རྒྱུའི་ཐག་གཅོད་བྱས། དེ་སྔ་ནས་གཏན་ཚིགས་སུ་ཡོད་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཡོད་མེད་ཐོག་ད་ཐེངས་ཀྱི་ལེགས་བཅོས་འདི་ནི་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་འཕེལ་རིམ་ཡོངས་སུ་རྫོགས་པའི་ཆེད་མདུན་སྐྱོད་ཀྱི་ལམ་རྟགས་གལ་ཆེན་ཞིག་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད། བསྒྱུར་བཅོས་འདི་དག་ལ་ཁྲིམས་ཀྱི་བཀའ་ལུང་ཡོད་པར་བཟོ་ཆེད། བོད་མི་མང་སྤྱི་འཐུས་གྲོས་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་གཅིག་ལོའི་ཟླ་བ་དྲུག་པའི་ཚེས་བཅུ་བཞི་ཉིན་བཙན་བྱོལ་བོད་མིའི་རྒྱལ་ཁྲིམས་ལ་བསྐྱར་བཅོས་བྱས། སྒྲོམ་གཞི་གསར་བ་འདིའི་འོག་ནས་སློབ་དཔོན་ཟམ་གདོང་རིན་པོ་ཆེ་མང་ཚོགས་ཀྱི་ཐད་ཀར་སྒྲིག་འཛུགས་ཀྱི་འགན་འཛིན་དུ་འོས་འདེམས་བྱུང་སྟེ། བཀའ་བློན་ཁྲི་པའི་འགན་འཁུར་བཞེས། ལེགས་བཅོས་འདི་ཡི་རྒྱབ་ལྗོངས་ཀྱི་བསམ་བློ་ནི། ཇི་སྟེ་བོད་ཀྱི་དཀའ་རྙོག་དེ་ངོས་ཀྱིས་མི་ཚེའི་དུས་ཡུན་རིང་སེལ་མ་ཐུབ་ཚེ། བོད་མི་མང་གི་རང་དབང་འཐབ་རྩོད་ཀྱི་ལིང་གར་དེ། དུས་ཡུན་རིང་པོར་གསོན་བཤིག་ལྡན་པར་རྗེས་སྣུན་ཡོང་ཐབས་སུ། སྒྲིག་སྲོལ་ལྡན་པའི་ལམ་ལུགས་སུ་བསྒྱུར་དགོས་པ་གར་གནད་དུ་མཐོང་བ་དེ་ཡིན། ངོས་རང་ནམ་འཚོའི་རིང་བོད་དོན་ཞབས་འདེགས་གང་ཐུབ་བསྒྲུབ་རྒྱུའི་དམ་བཅའ་བརྟན་པོ་ཡོད་པ་ནི་བརྗོད་མི་དགོས། ལར་ནས་ལས་དོན་དཀར་ཆེ་ཆེ་དང་ལྷག་པར་མི་རིགས་སིལ་བོ་ཞིག་གི་མདུན་ལམ་གནད་དུ་འཐད། མི་གཅིག་ལ་བསྟེན་མཐར་ཆེ་ན་ཕུགས་བརྟན་མི་ཡོང་བར་ངོས་ནས་ཡིད་ཆེས་བྱེད་ཀྱི་ཡོད། དྲང་པོ་བཤད་ན་སྐབས་རེ་བོད་མི་ཚོས་དངུལ་ལ་བརྟེན་ཚབས་ཆེ་དྲགས་པའི་ཚོར་སྣང་ཡོང་གི་འདུག། ཕྱི་ལོ་ཉིས་སྟོང་གཉིས་ལོའི་ཟླ་བ་དང་པོའི་ཚེས་ཉེར་གཉིས་ཉིན་པེ་ཅིང་གཞུང་གིས་གྲོས་འདོན་བྱས་པ་ལྟར། དངུལ་གྱི་སྐུ་ཚབ། རྒྱལ་རི་བློ་གྲོས་རྒྱལ་མཚན་དང་འཐབ་ཕྱོགས་གཅིག་གྱུར་ལས་ཁུངས། རྒྱ་ནག་དམར་ཤོག་ཚོགས་པའི་ཁོངས་གཏོགས་སྒྲིག་འཛུགས་ཤིག་ཡིན་པ་དང། དེའི་ལས་དོན་སྣ་མང་བྱེད་པའི་ཁོངས་ནས་གཅིག་ནི། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གྲངས་ཉུང་མི་རིགས་སུ་ངོས་འཛིན་བྱེད་པའི་མི་རིགས་ཁག་ལ་འབྲེལ་བ་བྱ་རྒྱུའི་འགན་འཁུར་གྱི་ཡོད། ལས་ཁུངས་ཀྱིས་གནད་ཡོད་དཔོན་རིགས་གཅིག་གྷི་ན་ཀྲིའི་གྲོང་ཁྱེར་ཨོ་ཀྲ་བྷ་ལ་ཐུག་འཕྲད་བྱས། ཐུག་འཕྲད་དེས་པེ་ཅིང་དང་འབྲེལ་མོལ་གྱི་རིམ་པ་གསར་པ་ཞིག་སྒོ་ཕྱེ་སྟེ། སྔར་རྒྱའི་ཁྱོན་བསྡོམས་འབྲེལ་མོལ་ཐེངས་དགུ་བྱུང་ཞིང། འབྲེལ་མོལ་ཐ་མ་དེ། ཕྱི་ལོ་ཉིས་སྟོང་བཅུ་ལོའི་ཟླ་བ་དང་པོའི་ནང་མཇུག་བསྒྲིལ། འདིའི་ཐོག་མཐའ་བར་གསུམ་གྱི་བརྒྱུད་རིམ་ནང། ང་ཚོའི་སྐུ་ཚབ་ཚོས་ངོས་དང་བཀའ་བློན་ཁྲི་བ་ཟམ་གདོང་རིན་པོ་ཆེར། འབྲེལ་ལམ་མཛའ་མོའི་ཐོག་ནས་ལུས་དོན་བསྒྲུབས་ཡོད། ཐོག་མའི་འབྲེལ་མོལ་ཚོགས་འདུའི་ཐང་ག་ཞིག་ནི། ངུ་ཆིའི་སྐུ་ཚབ་དང་ཀྲུའུ་ཡ། རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་མི་གཉིས་བར། མི་དང་མིའི་བར་གྱི་འབྲེལ་ལམ་དང། ཡིད་ཆེས་བསྐྲུན་ཐབས་སུ་གཏོང་དགོས་པ་ཤེས་རྟོགས་ཡོད། ངེད་ཀྱི་སྐུ་ཚབ་ནི། རྒྱལ་རི་བློ་གྲོས་རྒྱལ་མཚན་དང་སྐལ་བཟང་རྒྱལ་མཚན་གཉིས་ཀྱིས་མགོ་ཁྲིད་པའི་ཚོགས་མི་བཞི་ལས་གྲུབ་པ་ཞིག་ཡིན། དེ་དུས་ཕྱི་ལོ་ཉིས་སྟོང་བརྒྱད་ལོའི་དབྱར་ཁའི་ཨོ་ལིམ་པིག་རྩེད་འགྲན་གྱི་མགྲོན་བདག་སྐོར་སྐབས་པེ་ཅིན་ལ་འཁྲིད་ཟིན་པའི་ཚོད་དཔག་ཐུབ་ངེས་ལྟར། དྲུག་མར་སྐབས་རྒྱ་ནག་གི་སྐུ་ཚབ་ཚོས་དོ་ཁུར་བྱེད་ས་གཙོ་བོ་ཞིག་ནི་ཨོ་ལིམ་པིག་རྩེད་འགྲན་གྱི་གོ་སྒྲིག་ལས་ཀར་འགལ་རྐྱེན་མི་ཡོང་བའི་འགན་སྲུང་ཐུབ་ཐབས་དེ་ཡིན་པར་མངོན། སི་ཚིའི་འབན་གྲོང་ཁྱེར་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་དུ། ཕྱི་ལོ་ཉིས་སྟོང་ལྔ་ལོར་འབྲེལ་མོལ་ཚོགས་འདུ་ཐེངས་བཞི་པ་འཚོགས་སྐབས་ངོས་ཀྱི་སྐུ་ཚབ་ཚོས། ཀྲུའུ་ཡཱ་རྒྱ་ནག་གི་སྐུ་ཚབ་ལ་ཁོ་བོ་རྒྱ་ནག་ཏུ་གནས་སྐོར་དང། ལྷག་པར། ཡུན་རིང་མོ་ཞིག་ནས་སྐྱོན་ལྡན་ཆེ་བའི་གནས་ཆེན་རི་བོ་རྩེ་ལྔར་གནས་སྐོར་བྱ་འདུའི་བསམ་གཞིག་དགོས་སྐོར་ནན་བརྗོད་བྱས། གནད་དོན་དེའི་སྐོར་ལ་སྐུ་ཚབ་ཚོས་བརྗོད་པའི་སྐར་ཆའི་རྒྱུ་མཚན་ཞིག་ནི། བོད་ཀྱི་སྲོལ་རྒྱུན་ལྟར་ན་རིང་མིན་དངུལ་གྱི་ལོ་ཁག་ཁེར་གྱི་ཡོད་པར་བརྟེན། དེའི་བར་ཕྱི་བཟློག་ཐབས་སུ་ནུས་ཆེན་ཁག་དག་གནས་སྐོར་བྱེད་པའི་ལུགས་སྲོལ་ཡོད་ལུགས་དེ་ཡིན་ཡང། དེ་བཞིན་དངུལ་གྱི་སྤྱན་སེར་རིམ་གྲོར་རྒྱ་གར་དུ་ཡོད་པའི་བོད་མིའི་འདུས་ཚོགས་ནས་དགེ་འདུན་པ་གྲངས་ཉུང་ཤས་ཤིག། ལྷ་རྩིས་ཆུ་ཁང་གི་རྩ་ཆེའི་སྟེང་ཕྱོགས་གཙོར་གྱུར། བོད་ཀྱི་ཆོས་སྡེ་འདྲ་མིན་དང་རྩ་ཆེའི་གནས་མཆོག་རྣམས་སུ་མཆོད་འབུལ་སྨོན་ལམ་བཞི་ཆེད་སྔོན་བྱོན་ངང་མཆོད་ཐུབ་པ་ཞིག་ཡོང་བའི་རེ་བ་བཏོན། གཞན་ཡང། སྐུ་ཚབ་ཚོས་ཅི་སྟེ་ཁོ་བོ་རྒྱ་ནག་ལ་སྒེར་གྱི་གནས་བབ་ཐོག་ནས་གནས་སྐོར་དུ་མཆོད་ཐུབ་པ་བྱུང་ན། ཐད་ཀར་པེ་ཅིང་གི་མགོ་ཁྲིད་ཚོར་བོད་མི་མང་ཆེད་ངོས་ཀྱིས་བསམ་འདུན་བཅས་ཡོད། གསར་འགྱུར་གྱི་གོ་སྐབས་ཡང་ཡོང་སྲིད་པའི་བསམ་ཚུལ་བརྗོད་འདུག་རྒྱ་ནག་གི་སྐུ་ཚབ་ཚོས་གནས་ཚུལ་འདི་རྒྱལ་ཁབ་ཀྱི་གནད་དོན་གལ་ཆེན་དང་འབྲེལ་བ་ཞིག་ཡིན་སྟབས་ཁོང་ཚོར་དེའི་ཐད་ཐག་གཅོད་བྱེད་པའི་དབུས་བབ་མེད་ཀྱང། པེ་ཅིང་གི་མགོ་ཁྲིད་ཚོར་བསམ་འཆར་འདི་ཞིབ་བརྒྱུད་བྱས་འཐུས་བརྗོད་འདུག་འོན་ཀྱང། བློ་ཕམ་པ་ཞིག་ལ་བསམ་འཆར་འདིར་དོལ་འདྲི་གང་ཡང་མ་བྱུང། སྤྱིར་འདིར་མུར་འདི་དག་ལ་བརྟེན་ནས་ངེད་ཚོས་ནམ་ཀུན་བརྗོད་མོད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་སུ། བོད་མི་ཚོར་མིང་དོན་མཚུངས་པའི་རང་སྐྱོང་དགོས་སྐོར་གྱི་ནང་དོན་ངོ་མ་གང་ཡིན། ཡིག་ལམ་དུ་ཟུར་བཀོད་ཀྱིས་གཞུང་འབྲེལ་ཐོག་སྤྲོད་རྒྱུ་བྱུང་བའི་ཚུན། བསམ་འཆར་སྦག་གསང་མེད་པར་བརྗོད་པའི་གོ་སྐབས་བྱུང་རུང། རྒྱ་ནག་གི་ཕྱོགས་ནས་ནི། འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་ལས་བརྒལ་བའི་ཐོས་པའི་གནས་རིམ་གང་ལ་ཡང་དོན་ཕན་ལྡན་པའི་འབྲེལ་གཏུག་གྲོས་མོལ་གྱི་གོ་སྐབས་ནམ་ཡང་བྱུང་མེད། དེའི་དབང་གིས་ངེད་ཚོ་དོན་དམ་ཐག་གཅོད་ཀྱི་དབང་ཚད་ལྡན་པའི་རྒྱ་ནག་གི་འགོ་ཁྲིད་དམ་སྒྲིག་འཛུགས་ཤིག་དང་ལྷན་དུ་གྲོས་མོལ་དངོས་གཞི་བྱེད་པའི་གནས་རིམ་ལ་སླེབས་རྒྱུ་མི་སྲིད་པ་ཞིག་རེད། འབྲེལ་མོལ་ཐེངས་བདུན་པ་དང་བརྒྱད་པ་གཉིས་ཀྱི་བར་དུ་ཕྱི་ལོ་ཉིས་སྟོང་བརྒྱད་ལོའི་པེ་ཅིང་ཨོ་ལིམ་པིག་གི་རྩེད་འགྲན་དེའི་ཚོགས་དུས་དེར་འཛམ་གླིང་སྤྱི་ནས་རྒྱ་ནག་ལ་དོ་སྣང་དང། ལྷག་པར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་གིས་རྩེད་འགྲན་གྱི་སྔོན་འགྲོའི་བྱེད་སྒོར་དམིགས་བསལ་དོ་སྣང་བྱས། རང་དབང་ལོངས་པར་གནས་ཁུལ། འཛམ་གླིང་ས་ཕྱོགས་གང་སའི་བོད་མི་དང་བོད་ལ་ཤ་ཚ་གནང་མཁན་ཚོས་ཀྱང་གོ་སྐབས་དེ་བཟུང་སྟེ། བོད་ནང་གི་དྲག་གནོན་སྲིད་བྱུས་དང། བོད་རྒྱ་འབྲེལ་མར་མཐུད། རྒྱབ་ཕྱོགས་ནས་མདུན་སྐྱོད་མངོན་གསལ་མ་བྱས་པར་ངོ་རྒོལ་སྐད་འབོད་བྱས། ལོ་དེའི་ཟླ་བ་གསུམ་པའི་ཚེས་བཅུ་བོད་རང་དབང་སྒེར་ལངས་དུས་དྲན་ཉིན། ལྷ་སའི་ནང་དུ་ཡང་མང་ཚོགས་ཚོས་རང་དགར་གྱིས་ངོ་རྒོལ་སྐད་འབོད་བྱས་ཤིང། དེ་ནས་མྱུར་དུ་བོད་མཐོ་སྒང་ཡོངས་ལ་ཁྱབ། དེ་ཡང་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་གསུམ་པའི་ཚེས་བཅུ་ཉིན། འབྲི་སྤུངས་དགོན་པའི་དགེ་འདུན་པ་བརྒྱ་ཕྲག་ཁ་ཤས་ཀྱིས། ཆོས་དད་དུ་རང་དབང་དགོས་པའི་སྐད་འབོད་བྱེད་བཞིན། ལྷ་ས་གྲོང་ཁྱེར་ཕྱོགས་སུ་བཀོད་འགྲོལ་བྱས་པའི་གནས་ཚུལ་གོ་ཐོས་བྱུང་སྐབས། ངོས་རང་ཁོང་ཚོའི་བདེ་འཇགས་ལ་བློ་གཡང་ཆེན་པོ་བྱུང་ནས་འཕྲལ་དུ་གསོལ་བ་སྨོན་ལམ་བཏབ་པ་ཡིན། སང་ཉིན་དེར་སེ་ར་དགོན་པའི་དགེ་འདུན་པ་ཁག་ཅིག་གིས་ཉིན་སྔོན་མར་འཛིན་བཟུང་བཀག་ཉར་བྱས་པའི་དགེ་འདུན་པ་རྣམས་གློད་བཀྲོལ་གཏོང་དགོས་པའི་ངོ་རྒོལ་སྐད་འབོད་བྱས་པར་དགའ་ལྡན་དགོན་པ་ཐེ་བའི་དགོན་སྡེ་གཞན་ནས་ཀྱང་དགེ་འདུན་པ་དང་བཙུན་མ་ཚོའི་ཉམས་གཞིགས་ཆེད་ལྷ་སར་སྐོམ་འགྲུལ་བྱས། དེ་ལ་ཉེན་རྟོག་པས་གདུག་རྩུབ་ཆེན་པོས་ཡ་ལན་དང། མི་མང་པོ་འཛིན་བཟུང་བྱས། ཉེན་རྟོག་པས་གྲྭ་བཙུན་ཚོར་ཡ་ང་སྙིང་རྗེ་བྲལ་བའི་བྱེད་སྟངས་འདིས། བོད་ནང་བུད་མེད་ཚོའི་རྒྱ་ནག་གི་གཉའ་གནོན་དབང་སྒྱུར་འོག་ཡུན་རིང་བསྡུ་སྒོམ་བྱས་པའི་ཟུག་གཟེར་གྱི་མེ་ལྕེ་འབར་བའི་རྐྱེན་རྩ་ཞིག་སྟེ། ཟླ་བ་གསུམ་པའི་ཚེས་བཅུ་བཞི་ཉིན་གྲྭ་བཙུན་སྣ་མང་བློ་གྲོས་གཏོང་དགོས་པའི་ངོ་རྒོལ་སྐད་འབོད་གཞི་རྒྱ་ཆེན་པོ་བྱས། དེ་ཉིན་ཉེན་རྟོག་པ་འགྲེམས་འཇོག་བྱེད་སྐབས། ཆུ་འབྱིན་དུག་རླངས་དང། མེ་མདའ་སྦག་སྦག། ལྕགས་འགྲམ་འཁོར་ལོ་བཅས་ཡོད་པའི་དམག་དཔུང་ཡང་ཉམས་ཞིག་བྱས་ཤིང། ཟླ་བ་གསུམ་པའི་ཚེས་བཅུ་བཞི་ནས་བཟུང་མང་ཚོགས་རང་འགུལ་གྱིས་ངོ་རྒོལ་སྐད་འབོད་དེ་ཁམས་དང་ཨ་མདོར་ཡང་ཁྱབ་སྟེ། དེའི་རྒྱུན། ཕྱི་ཟླ་བཞི་བའི་ཟླ་འཇིག་ཙམ་བར་ནུས་པ་བྱུང། ཨོ་ལིམ་པིག་གི་དཔལ་འབར་འཛམ་གླིང་དབྱེ་འབྲི་ཁག་ཏུ་བསྐོར་བསྐྱོད་བྱེད་སྐབས་བོད་མིར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཆེད། རྒྱལ་སྤྱིའི་ཁྱོན་གྱི་རྒྱལ་ཁབ་མང་པོའི་ནང་ངོ་རྒོལ་རྔམ་སྟོན་ཆེན་པོ་བྱུང། དེ་ཡང། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་གསུམ་པའི་ཚེས་ཉེར་བཞི་ཉིན། ཐོག་མར། ཨ་ཐན་དུ་དཔལ་འབར་རྒྱུགས་སྤྲོད་ཀྱི་དབུ་འཛུགས་མཛད་སྒོར། པེ་ཅིང་ཨོ་ལིམ་པིག་གི་རྩེད་འགྲན་གྱི་གོ་སྒྲིག་ཚོགས་པའི་ཚོགས་གཙོས་གཏམ་བཤད་བྱེད་སྐབས། ངོ་རྒོལ་གླིང་གེར་སྤེལ་བ་ནས་མགོ་བཙུགས། འཛམ་གླིང་གི་དབུ་ཁྲལ་མང་པོས་རྒྱ་ནག་གི་དབང་བཙན་པར། བོད་མིའི་ཐོག་དྲག་གནོན་མི་བྱེད་པའི་འབོད་སྐུལ་དང། མགོ་འཛུགས་ཟིན་པའི་བོད་རྒྱ་འབྲེལ་མོལ་གྱི་བརྒྱུད་རིམ་ལ་རྒྱབ་སྐྱོར་ཡོད་ཚུལ་སྐྱར་ནན་དུ་གསུངས་ཀྱང། རྒྱ་ནག་ཕྱོགས་ནས། བོད་མིས་དེ་ལྟར་ངོ་རྒོལ་བྱེད་དོན་གང་ཡིན་ཐད་དཔྱད་ཞིབ་དང་བསམ་གཞིགས་བྱ་རྒྱུ་ལས་ལྡོག་སྟེ། རྒྱ་ནག་གི་དྲིལ་བསྒྲགས་ཚན་པས་བོད་ནང་གི་ངོ་རྒོལ་དེ་དངོས་གནས་སྐུལ་སློང་བྱས་ཚུལ་བཤད་དེ། ངོས་སྒེར་ལ་ཁག་འདོགས་སྐྱོན་འཛུགས་བྱས་བྱུང། དཔེར་ན། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་གསུམ་པའི་ཚེས་བཅོ་བརྒྱད་ཉིན། བོད་ནང་གི་དམར་ཤོག་ཚོགས་པའི་མགོ་ཁྲིད་ཀྱིས། ཏཱ་ལ་ནི་ཆོས་སྐུ་སྤྱོན་པའི་སྤྱང་ཀི་ཞིག་དང། མི་ཡི་གདོང་ལ་གཅན་གཟན་གྱི་སེམས་དང་ལྡན་པའི་གདོན་འདྲེ་ཞིག་རེད། ད་ལྟ། ང་ཚོས་ཏཱ་ལའི་རུ་ཚོགས་དང་ཁྲག་དྲི་བྲོ་ཡི་འཐབ་རྩོད་དྲག་པོ་བྱེད་སྒང་ཡིན་པ་དེ་ནི། དགྲ་དང་རང་ཕྱོགས་བར་གྱི་ཆོས་ཞི་སྔགས་བསྲུན་གྱི་འཐབ་རྩོད་ཅིག་ཡིན། ཞེས་བརྗོད་འདུག། རྒྱ་ནག་གིས་སུན་ཝིན་རྒྱལ་པོ་ལའོ་སི་ལ་རྒྱལ་སྟོན་འཚམས་འདྲིར་བསྐྱོད་སྐབས་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ལ་གཏམ་བཤད་བྱེད་དུས་ངོས་ལ། བོད་ནང་གི་གནས་སྟངས་གཞི་འཇམ་གཏོང་རྒྱུའི་སྐར་མ་བྱས། དེའི་ལན་དུ། ངོས་ནས་རྒྱ་ནག་གི་མགོ་ཁྲིད་ཧུའུ་ཅིན་ཐོ་དང་ཐད་ཀར་བཀའ་མོལ་བྱས་རྗེས་བསམ་འཆར་བརྗོད་ཡོད་ཀྱང། དེར་བརྡ་ལན་གང་ཡང་མ་བྱུང། དུས་དེར། རྒྱ་ནག་དམར་ཤོག་གཞུང་གཉེར་བརྙན་འཕྲིན་ཁང་གིས་བོད་ནང་གི་བོད་མི་སྐད་འབོད་ཁྲོམ་སྐོར་རྣམས་རྒྱ་ནག་མི་དམངས་ལ་ངོ་རྒོལ་བྱེད་པའི་ངོ་རོར་བསྒྱུར་ཐབས་ཀྱིས། རྒྱ་ནག་སྐམ་ས་ཆེན་པོ་ཡོངས་ལ་དྲིལ་བསྒྲགས་བྱས་སྟབས། རྒྱ་ནག་སྐམ་སར་གནས་སྡོད་བོད་མི་ཚོར་མི་རིགས་དབྱེ་འབྱེད་ཀྱི་དཀའ་ངལ་ཡིད་སྐྱོ་དགོས་པ་མང་པོ་བྱུང་འདུག་པ། དཔེར་ན། བོད་མིར་མགྲོན་ཁང་མ་གཡོར་བ་དང། མེ་འཁོར་དང་གནམ་གྲུ་སོགས་སྤྱི་བའི་འགྲིམ་འགྲུལ་སྡེ་ཚན་གྱི་འཛིན་བྱང་མི་འཚོང་བ། ཕྱི་གླིང་ཁག་ནང་བོད་མིར་ཁ་ལན་འཕེན་པ་སོགས་ཐབས་སྡུག་གི་གནས་ཚུལ་བྱུང་བ་ངོས་ནས་གོ་ཐོས་བྱུང། རྒྱའི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་དྲིལ་བསྒྲགས་བྱས་དང་དེས་བཟོས་པའི་གྲུབ་འབྲས་གཅིག་ནི། མི་རིགས་དབྱེ་འབྱེད་ཀྱི་ན་ཟུག་ནམ་ཡང་བརྗེད་མི་སྲིད་ཀྱང། འཁོན་སེམས་ཀྱི་རྨ་ཁ་གཏིང་ཟབ་ཡོད་པའི་བོད་ཀྱི་མི་རབས་ཤིག་གསར་སྐྲུན་བྱས་པ་དེ་རེད། བོད་མིའི་རང་སྒེར་གྱི་དངུལ་སྒོར་སྐམ་པོ་ལ་རྒྱ་ནག་གཞུང་གིས་དྲག་གནོན་གྱིས་ཡར་ལན་ཞུས་ཀྱང། རྒྱ་ནག་སྐམ་ས་ཆེན་པོའི་ཤེས་ཡོན་ཅན་དང་རྩོམ་པ་པོ་ཐེ་བའི་རྒྱ་རིགས་མང་པོས་བོད་མི་ཚོར་སྔར་བྱུང་མ་མྱོང་པའི་རྒྱབ་སྐྱོར་དང་ཤ་ཚའི་རྣམ་འགྱུར་བསྟན་པ་ནི་བློ་སྟོབས་འཕེར་དགོས་པ་ཞིག་རེད། དེ་ཡང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་ནང་གཉིས་ཀ་ནས། རྒྱ་ཡིག་ཐོག་བོད་ཀྱི་རྩ་དོན་ལ་རྒྱབ་སྐྱོར་དང། རྒྱ་ནག་གཞུང་ནས་ངོས་དང་དོན་སྙིང་ལྡན་པའི་གྲོས་མོལ་བྱེད་པར་སྐུལ་འདེད་ཀྱིས། ནང་དོན་གསར་བའི་རྩོམ་ཡིག་ཆིག་སྟོང་ལྷག་སྤེལ་མཁན་བྱུང་འདུག་རྩོམ་ཡིག་སྤེལ་མཁན་དགོངས་སུ། བཅའ་ཁྲིམས་ཉིས་སྟོང་བརྒྱད་ཞེས་པ་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གཞི་ལ་བཞག་པའི་ལམ་ལུགས་ལག་བསྟར་དགོས་པའི་བསྒྲགས་གཏམ་གཞིགས་ཏེ། ཕྱི་ལོ་ཉིས་སྟོང་བརྒྱད་ཟླ་བ་བཅུ་གཉིས་པར་འགྲེམས་སྤེལ་བྱས། འབྲི་རྩོམ་གནང་མཁན་བཀྲིས་དང། རྒྱ་ནག་ནང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཡོང་ཆེད་དུས་ཡུན་རིང་པོར་འཚེ་མེད་ཞི་བའི་འཐབ་རྩོད་བྱས་པར་བརྟེན། ཕྱིས་སུ་ཕྱི་ལོ་ཉིས་སྟོང་བཅུ་ལོར་ནོར་བེལ་ཞི་བདེའི་གཟེངས་རྟགས་ཐོབ་པའི་སྐུ་ཞབས་ལིའུ་ཞའོ་པོ་ཡང་ཡོད། རྒྱ་རིགས་རྩོམ་པ་པོས་བརྩམས་པའི་རྩོམ་ཡིག་གི་ཁོངས་ནི་འགའ་ཞིག་གི་ཁ་བྱང་དཔེ་མཚོན་ཙམ་དུ་སྨོས་ན། རྒྱལ་འཕྲིན་མཉམ་འབྲེལ་ལམ་ལུགས་ནི་བོད་ཀྱི་གནད་དོན་ཐག་གཅོད་བྱེད་པའི་ལམ་ཡག་ཤོས་རེད་ཅེས་དང། དབུ་མའི་ལམ་གྱི་སྲི་ཞུ་ནི་མི་རིགས་འཁོན་འཛིན་གྱི་རྣལ་འབྱོར་སྤྱོད་པའི་སྨན་མཆོག་ཅིག་ཡིན། ཏཱ་ལའི་བླ་མའི་དབུ་མའི་ལམ་གྱི་སྲི་ཞུ་ནི་བོད་ཀྱི་གནད་དོན་ཐག་གཅོད་བྱེད་པའི་ལམ་ཡང་དག་པ་དེ་ཡིན་ཞེས་ཡིག་སོགས་ཀྱིས། ངེད་ཚོས་བོད་ཀྱི་དཀའ་རྙོག་སེལ་ཐབས་ཀྱི་སྲི་ཞུ་ལ་རྒྱབ་སྐྱོར་ཡོད་པ་དེ་ཡང་དག་པར་མཚོན་ཐུབ་པ་བྱུང་ཡོད། དུས་སྐབས་དེར་ངོས་ནས་འབོད་སྐུལ་སྔར་རྒྱུན་རིམ་པར་བྱས་པའི་ནང། བོད་མི་ཚོར་འབོད་སྐུལ་བྱས་དོན་དུ་བོད་མི་རྣམས་ད་ལྟའི་ཆར་གནས་ཚུལ་ཇི་ཙམ་ཐབས་སྡུག་ནའང་མཐའ་གཅིག་ཏུ་འཚེ་མེད་ཞི་བའི་ལམ་ཕྱོགས་བརྟན་བཟུང་བྱེད་དགོས་ཁར་དང། དེ་བཞིན་དུ་པེ་ཅིན་དུ་འཚོགས་རྒྱུའི་ཨོ་ལིམ་པིག་གི་རྩེད་འགྲན་ནི་འཛམ་གླིང་གི་མི་འབོར་མང་ཤོས་ཡིན་པའི་རྒྱལ་ཁབ་གཅིག་གི་དགའ་སྤོབས་བྱ་རྒྱུ་ཞིག་ཡིན་སྟབས། ངེད་ཀྱིས་ཐོག་མ་ཉིད་ནས་རྒྱབ་སྐྱོར་བྱས་ཡོད་པའི་བོད་མི་ཚོས་ཀྱང། དེ་ལ་བར་ཆད་གཏོང་རྒྱུ་འོས་འཚམས་མི་ལུགས་བྲན་བཀར་བྱས་པ་ཡིན། དོན་དངོས་སུ་ཡང་ཕྱི་ལོ་ཉིས་སྟོང་བདུན་ལོའི་ཟླ་བ་བཅུ་པའི་ནང་སྒྲོམ་བུ་ལྟར་ཨ་རིའི་གྲོས་ཚོགས་ཀྱི་སྲིད་ཇུས་གཟེངས་རྟགས་མཛད་སྒོར་སྤེལ་བའི་གཏམ་བཤད་ནང། ངའི་ངོས་ནས་རྣམ་པ་ཀུན་ཏུ་འཛམ་གླིང་དབུ་ཁྲིད་རྣམས་ལ་རྒྱ་ནག་ལ་འབྲེལ་བ་བྱ་རྒྱུ་གལ་ཆེ་ཡིན་པ་བརྗོད་མྱོང་བར་མ་ཟད། དེ་བཞིན་རྒྱ་ནག་རྒྱལ་སྤྱིའི་ཚོང་འབྲེལ་སྒྲིག་འཛུགས་ནང་འཇུག་རྒྱུ་དང། པེ་ཅིན་དུ་ཡར་སྐྱེས་ཨོ་ལིམ་པིག་རྩེད་འགྲན་ཚུགས་འོས་པ་སོགས་ལ་རྒྱབ་སྐྱོར་ཆེ་ལུགས་བརྗོད་ཡོད། གཞན་ཡང། ང་ཚོའི་འཐབ་རྩོད་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་དབང་འཛིན་པར་ཡིན་པ་མ་གཏོགས། རྒྱ་མི་རིགས་ལ་མིན་པའི་རྒྱ་ནག་མང་ཚོགས་ཀྱི་སེམས་ལ་ཀོ་འཛོལ་ཡོང་གཞི་དང་འཁོན་འཛིན་འགྲོ་གཞིའི་རིགས་གཏན་ནས་བྱེད་མི་རུང་བ་ནན་བརྗོད་བྱས་པ་ཡིན། འཛམ་གླིང་ཁྱོན་ཡོངས་ལ་གནས་པའི་རྒྱ་རིགས་སྤུན་ཟླ་ཕོ་མོ་རྣམས་ལ་བོད་ནང་སྡིག་རྩུབ་ཅན་གྱི་དྲག་གནོན་བྱེད་བཞིན་པ་མཚམས་འཇོག་དགོས་པའི་དགོས་འདུན་དང། བོད་རྒྱ་མི་རིགས་གཉིས་བར་གྱི་རྣམ་རྟོག་ངན་པ་རྣམས་སེལ་ཆེད། མཐུན་འགྱུར་ཡོང་བའི་འབོད་སྐུལ་ཡང་ཞུས་པ་ཡིན། དེ་ཡང། རྒྱ་བོད་གཉིས་ཀ་ཐེག་པ་ཆེན་པོའི་རྗེས་འབྲང་ཡིན་པ་གཅིག་གྱུར་དང། དེ་བཞིན་དུ། ཕོ་མཆོག་ཐུགས་རྗེ་ཆེན་པོ་ལ་དད་གུས་ཐོག། སྡུག་བསྔལ་གྱིས་མནར་བའི་སེམས་ཅན་ཀུན་ལ་བྱམས་པ་དང་སྙིང་རྗེ་སྒོམ་པ་དེ། ཆོས་ཕྱོགས་ཀྱི་ཉམས་ལེན་གཙོ་བོ་ཞིག་ཏུ་གཅིག་འཛིན་བགྱི་བ་གཅིག་མཚུངས་སུ་ཡོད་ལུགས་ནན་བཤད་ཞུས་པ་ཡིན། ལྷག་པར། བོད་རྒྱ་མི་རིགས་གཉིས་བར། གཞན་ཀུན་གྱིས་བསམ་བློ་ཡོང་ཉེན་ལོ་ཚབས་བྱུང་བར་བརྟེན། དེའི་སེལ་ཐབས་སུ། འཛམ་གླིང་ས་ཕྱོགས་གང་སར་ཡོད་པའི་བོད་མི་ཚོར། བོད་རྒྱ་མཛའ་འབྲེལ་ཚོགས་པ་འཛུགས་དགོས་པའི་བསམ་འཆར་བཏོན་པ་ཡིན། དེ་འདྲའི་ཚོགས་པའི་དྲུང་ཆེར་གཅིག་གི་ནང་གནས་སྡོད། རྒྱ་རིགས་ཚོས། བོད་ཀྱི་དགའ་སྟོན་དང་དུས་ཆེན་ལ་མགྲོན་འབོད་བྱས་ཏེ་བཟའ་བཏུང་མཉམ་རོལ་བྱེད་ཆོག་གི་རེད་ཅེས་བརྗོད་རྒྱུ་བྱུང། ཕྱོགས་མཚུངས་ངོས་ཀྱི་སྐུ་ཚབ་རྣམས་ལ། རྒྱབ་ཕྱོགས་ཀྱི་སྐུ་ཚབ་ལ་ཡང་བསྐྱར་འབྲེལ་ལམ་གྱི་ཐུག་འཕྲད་ཡོང་ཐབས་དགོས་པའི་བཀོད་མངགས་བྱས་པ་ཡིན། དེ་ནི་བོད་ནང་གི་མཛའ་གྲགས་བཀའ་ཉན་སེར་བརྒྱད་དང། རྒྱ་ནག་གཞུང་ལ་བོད་རྒྱ་ཁྱབ་ཀྱི་ངོ་རྒོལ་འདིའི་འབྱུང་རྐྱེན་ངོ་མ་གང་ཡིན་ཞིབ་འཇུག་དང། བོད་མིའི་དངོས་ཡོད་སྡུག་བསྔལ་ལ་ཐུགས་སྣང་དགོངས་གཞིའི་ནན་གཟབ་དགོས་པའི་འབོད་སྐུལ་བྱ་རྒྱུ་མཛའ་གྲགས་ཆགས་ཡོད་པས་ཡིན། ངལ་རྩོལ་འབའ་ཚོན་ཞིག་འབྲི་སྲིད། ངོས་ཀྱི་སྐུ་ཚབ་གཉིས་དང་རྒྱ་ནག་གི་སྐུ་ཚབ་བར། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་ལྔ་པར། ཧྲིན་ཀྲེན་གྲོང་ཁྱེར་དུ་ནང་ལུགས་ཀྱི་གྲོས་བསྡུར་ཚོགས་འདུ་འཚོགས་ཐུབ་པ་བྱུང་ཞིང། གྲོས་བསྡུར་དེའི་སྐབས་ཕྱོགས་གཉིས་ཀས་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་བདུན་པའི་ནང། པེ་ཅིན་དུ་འབྲེལ་མོལ་ཚོགས་འདུ་ཐེངས་བདུན་པ་འཚོགས་རྒྱུར་མོས་མཐུན་བྱུང། དེ་ནས་ཅང་མ་སོང་བར། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་ལྔ་པའི་ཚེས་བཅུ་གཉིས་ཉིན། བོད་ཀྱི་རྔ་བ་ས་ཁུལ་བརྩིས་པའི་སི་ཁྲོན་ཞིང་ཆེན་ནང་ས་ཡོམ་ཧ་ཅང་ཆེན་པོ་ཞིག་བྱུང། གནས་ཚུལ་དེའི་དུས་འཕྲལ་ས་ཡོམ་གྱི་གནོད་འཚེ་ཕོག་པ་ཚུད་ཆེད་དུ། འདི་ག་རྡ་ས་ཐེག་ཆེན་ཆུ་གླང་གཙུག་ལག་ཁང་བརྩིས་པའི་བོད་མིའི་སྤྱི་ཚོགས་གནས་ཡུལ་ཁག་ཏུ་གཞི་རྒྱ་ཆེ་བའི་སྨོན་ལམ་ཚོགས་པར་མ་ཟད། རྒྱལ་སྤྱིའི་རྒྱལ་ཁྲིམས་དམར་པོ་དང་ཟླ་བ་དམར་པོ་ཚོགས་པའི་མངར་ཟས་ཐེབས་རྩ་བརྒྱུད། ངུའི་སྒེར་ནི་ངལ་སེར་ཞལ་འདེབས་ཀྱང་འཕར་བ་ཡིན། ཟླ་བ་དེ་གའི་ནང་ངུའི་རང་བློ་འདྲོན་ལ་ཆགས་སྐབས་དེར་ཡོད་རྒྱ་ནག་གཞུང་ཚབ་པའི་གཞུང་ཚབ་ལས་ཁུངས་ཀྱི་ཉེ་ངན་སེམས་གསོའི་དེབ་གཞུང་ནང་ངུ་ཆེའི་གྲོང་ཁྱེར་ཁོ་བོའི་ཚབ་བྱས་ཏེ་གནོད་འཚེ་ཕོག་མཁན་ཚོར་གདུང་སེམས་མཉམ་སྐྱེད་ཀྱི་ཚིག་བརྗོད་འབྲི་དུས་ཆོག་པ་བྱུང། བོད་རྒྱ་འབྲེལ་མོ་ཆེ་ངུ་ནས་བརྗོད་ན་འབྲེལ་མོར་ཐེངས་དཀྲུགས་པའི་རྗེས་སུ། ཁོ་བོའི་སེམས་ནང། ད་བར་གྲུ་དར་གྱི་ཆེད་དུ་གྲུ་དར་རྐྱང་རྐྱང་བྱས་པ་ལྟ་བུའི་སྐོར་བ་སྐོར་བསྡད་པ་དེ། བློ་འབབ་མ་བྱུང་སྟབས་བོད་ཀྱི་དམ་པར། སྐུ་འབག་བརྒྱབ་པ་སྒྲོལ་ལ་ཕན་པ་ཞིག་དགོས་གཞིའི་གསལ་ཚོར་ཡོད་པ་ལྟར། ངེད་ཀྱི་སྐུ་ཚབ་ཚོགས་ཆུང་ལ་ད་ཕན་གྲུ་དར་གྱི་གཞུང་དབྱེ་ཞིབ་ཀྱིས། ཁོ་རུ་ཚིག་ཐོ་དགོས་ཚུལ་བཀོད་མངགས་བྱས་པ་ཡིན། སྐབས་དེར། སྐུ་ཚབ་ཚོགས་ཆུང་གི་སེམས་ནང་རེ་བ་ཆེན་པོ་འདུག། ཁོང་ཚོའི་མཐོང་ཚུལ་ལྟར། ད་བར་ཕྱོགས་གཉིས་ཀྱིས་སྐྱོན་བརྗོད་བསམ་འཆར་དང་སེམས་ཁྲལ་བྱས་ཚེ་གནད་དོན་རྣམས་སྔར་བར་མ་འཛིན་པར་ཕན་ཚུན་སྦྱང་བཤེར་བྱས་ཡོད་པར་བརྟེན། ད་ཆ་ཕལ་ཆེར་གྲོས་མོལ་དངོས་གཞི་བྱེད་པའི་གནས་བབ་ཞིག་བསྐྲུན་ཐུབ་ཡོད་པའི་བསམ་ཚུལ་འདུག་དེར་བརྟེན། འབྲེལ་མོལ་ཐེངས་བདུན་པ་དེ་པེ་ཅིན་དུ་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་བདུན་པའི་ནང་འཚོགས། ཐེངས་འདིའི་ཚོགས་འདུ་འགོ་འཛུགས་སྐབས་དངུལ་གྱི་སྐུ་ཚབ་རྣམ་པའི་ཀྲུའུ་ཡཱ་རྒྱ་ནག་གི་སྐུ་ཚབ་ལ། ད་ཆ། དོན་ཕན་ལྡན་པའི་གནད་དོན་ཐད། གྲོས་བསྡུར་བྱ་འོས་ཚུལ་བརྗོད་པར་མ་ཟད། ངོས་དང་བོད་མི་ཚོ། ངང་ཐོག་བློ་འཚབ་ཆེ་རུ་འགྲོ་བཞིན་ཡོད་ཚུལ་ཡང་གསར་བརྗོད་བྱས་འདུག་དེ་ལ་རྒྱབ་ཕྱོགས་ནས་ཚོགས་འདུ་རྒྱུན་མིའི་སྐབས་ང་ཚོས་རང་སྐྱོང་གི་ཚད་གཞིའམ། རྣམ་པ་གང་འདྲ་ཞིག་འཚོལ་གྱི་ཡོད་པའི་འགྲེལ་བརྗོད་ཁ་གསལ་ཡིག་ཐོག་བཀོད་ནས་ཕྱིར་ཡོང་དགོས་བརྗོད་འདུག་དེ་ལ། ང་ཚོའི་རྩ་བའི་དགོས་འདུན་ལངས་ཕྱོགས་དེ་སློབ་མ་སྔོན་ནས་གསལ་པོ་བཟོས་ཟིན་ཡང། བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་ཞེས་པའི་ཡིག་ཆ་ཞིག་ཆེད་དུ་བཀོད་སྒྲིག་གྱིས། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་བཅུ་པའི་ཚེས་སོ་གཅིག་ཉིན་འབྲེལ་མོལ་ཐེངས་བརྒྱད་པའི་ཚོགས་འདུར་ཕུལ་ཐོག་དོན་སྙིང། ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་གསར་རང་སྐྱོང་གི་རྩ་དོན་དང་མཐུན་པར་མིང་དོན་མཚུངས་པའི་རང་སྐྱོང་གི་ལམ་ནས་བོད་ཀྱི་དཀའ་རྙོག་སེལ་ཐབས་བྱེད་པ་ལས། རྒྱ་བོད་ཁ་བྲལ་ལམ་བོད་རང་བཙན་མི་རྩོད་པའི་དམ་བཅའ་ཡོད་ལུགས་སྤྱིར་ནན་དུ་བརྗོད་པ་རེད། དེ་ཡང། ང་ཚོའི་རྩ་བའི་དམིགས་ཡུལ་ནི་བོད་མི་རྣམས་རང་གི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག། ཆོས་ལུགས་བཅས་ལྡན་པའི་མི་རིགས་ཤིག་གི་ངོ་བོར་སྲུང་སྐྱོབ་ཐོག་འཚོ་གནས་ཐུབ་པ་བྱ་རྒྱུ་དེ་ཡིན། རྩ་བའི་དམིགས་ཡུལ་དེ་ནི་ད་ལྟ་ཡང་འགྱུར་བ་མེད་པར་གནས་ཡོད། དེར་བརྟེན། ང་ཚོའི་གྲོས་འཆར་གྱི་གནད་དོན་གལ་ཆེན་ཞིག་ནི། བོད་ཀྱི་ས་ཁུལ་ཡོངས་ལ་གཅིག་འགྱུར་གྱི་འཛིན་སྐྱོང་སྒྲོམ་གཞི་དང་སྲུང་སྐྱོབ་ཐབས་ལམ་འཚོལ་སྒྲུབ་བྱ་རྒྱུ་དེ་ཡིན། དེ་བཞིན་ང་ཚོའི་ངོས་ནས་བོད་མིའི་རང་སྐྱོང་དེ་མིང་དོན་མཚུངས་པ་ཞིག་ཡིན་དགོས་ན། བོད་མི་ཚོར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་སུ་ས་གནས་ཀྱི་རིམ་པར་རང་སྲིད་རང་སྐྱོང་གི་ཐོབ་ཐང་ཡོད་དགོས་ལུགས་ཀྱང་ནན་བཤད་བྱས་ཡོད། ང་ཚོས་བཏོན་པའི་བསམ་འཆར་ཡིག་ཆ་དེའི་སྤྱི་སྒྲོམ་དང་བརྗོད་ཚིག་ནི། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང། མི་རིགས་ས་གནས་རང་སྐྱོང་གི་བཅའ་ཁྲིམས་ལ་བརྩི་བཀུར་ཐོག་ནན་གཟབ་བྱས་ཏེ་བྲིས་པ་ཞིག་ཡིན། དེ་ནི་ང་ཚོའི་ངོས་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ད་ཡོད་སྒྲོམ་གཞིའི་ནང་དུ་བོད་མིའི་རྩ་བའི་འདོད་འདུན་དེ་འགྲུབ་ཐུབ་ངེས་ཡིན་པར་ཡིད་ཆེས་བཅོས་མིན་ཡོད་པར་མ་ཟད། ཚུལ་འདི། ང་ཚོའི་གོ་རྟོགས་ལྟར་ན། རྒྱ་ནག་གི་རྩ་ཁྲིམས་དང་ཡོངས་སུ་མཐུན་ཚེར། པེ་ཅིན་གཞུང་ལ་ངེས་པ་རྙེད་པ་ཞིག་འོང་ཐུབ་པའི་དམིགས་ཡུལ་བཟུང་ཡོད། རྒྱ་ནག་གཞུང་ནས་བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་ཡིག་ཆ་ནི། ང་ཚོའི་ངོས་ནས་ལྷག་བསམ་རྣམ་དག་གིས་བོད་རྒྱ་གྲོས་མོལ་གྱི་གཞི་རྩར་བཏོན་པ་ཞིག་ཡིན་པ་ཤེས་བཞིན་དུ། དེ་རེས་ཡན་ལན་ལྡོག་ཕྱོགས་ནས་བྱ་རྒྱལ་བསྡམས་ཏེ་གྲོས་འཆར་གྱི་ཡིག་ཆ་དེ་ཕུལ་ནས། གཟའ་འཁོར་བ་གཉིས་ཡང་མ་སོང་གོང་སྟེ། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་ཉིན། དེའི་སྐོར་ཡོངས་ཁྱབ་ཀྱི་གསལ་བསྒྲགས་ཤིག་ཕྱིས་པའི་ནང། རྒྱ་ནག་གཞུང་གིས་ང་ཚོར་མི་རིགས་ཁ་བྲལ་གཏོང་བ་དང། བོད་རང་བཙན་ནམ། ཤེད་རང་བཙན། རྣམ་པ་འགྱུར་བའི་རང་བཙན་ལ་ཁྲིམས་ལུགས་ཀྱིས་གཞི་རྩ་ཐོབ་ཐབས་བྱེད་རྩར་སྐྱོན་འཛུགས་བྱས་ཐོག། བོད་རང་བཙན་ནམ་ཤེད་རང་བཙན། རྣམ་པར་འགྱུར་བའི་རང་མཚན་གྱི་སྒོ་ནམ་ཡང་ཕྱེ་རྒྱུ་མིན། ཞེས་རྣམ་བཤད་བྱས། སྤྱོད་འཇུག་གི་རྒྱུད་ཚིག་འདི་རྣམས་དང་གཅིག་མཚུངས་ཕྱི་ལོ་ཉིས་སྟོང་དགུ་ལོར་བཏོན་པའི་རྒྱ་ཤ་དཀར་པོའི་ཡིག་ཆ། བོད་ལྗོངས་སུ་དམངས་གཙོའི་བཅོས་སྒྱུར་བྱས་ནས་ལོ་ལྔ་བཅུ་འཁོར་བ་བཞེས་པའི་ནང་བསྐྱར་ཟློས་བྱས་འདུག་ཀྱང་དེ་ཡང། ཡིག་ཆ་དེའི་ནང་དུ། ཏཱ་ལའི་རུ་ཚོགས་ཀྱིས་བོད་རང་བཙན་བྱེད་པར་ལམ་ཁ་མེད་ལ། མཚན་མཐུན་རང་བྱུང་གི་དར་ཆ་ཕྱར་ནས་ཕྱི་བདེ་རང་བཙན་དང། རྣམ་པར་འགྱུར་བའི་རང་མཚན་དོན་གཉེར་བྱེད་པར་ཡང་ནམ་མཁའ་མེད། ཅེས་བརྗོད་འདུག་འོན་ཀྱང། ང་ཚོས་རྩོད་སྒྲུབ་བྱེད་བཞིན་པའི་རང་སྐྱོང་ནི་རྒྱབ་ཕྱོགས་ནས་སྐྱོན་འཛུགས་བྱས་པ་ལྟར་གྱིས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་མི་རིགས་ས་གནས་རང་སྐྱོང་གི་ཁྲིམས་ལུགས་ཀྱི་ར་བ་ལས་བརྒལ་བའི། ཚད་མཐོའི་རང་སྐྱོང་གི་རིགས་དེ་འདྲ་གང་ཡང་མིན། པེ་ཅིང་གཞུང་གིས་ཐོག་མའི་ལྡོག་ཕྱོགས་ཀྱི་ཡི་ལན་བྱེད་སྟངས་ལ་གཞིགས་ཏེ། ང་ཚོའི་ངོས་ནས་བོད་རྒྱའི་འབྲེལ་མོལ་སྐོར་གྲོས་བསྡུར་བྱས། བཙན་བྱོལ་བོད་མིའི་བཅའ་ཁྲིམས་དགོངས་དོན་ལྟར། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་ཆ་གཅིག་པའི་ཚེས་བཅུ་བདུན་ནས་ཉེར་གཉིས་བར། ཉིན་གྲངས་ལྔའི་རིང་དམིགས་བསལ་ཚོགས་ཆེན་སྐོང་ཚོགས་བྱས། ཚོགས་ཆེན་དེར། འཛམ་གླིང་ས་ཕྱོགས་གང་ས་ནས་བོད་མིའི་སྐུ་ཚབ་དང། དེ་བཞིན་ཚོགས་སྡེ་སྐར་ཆེན་ཁག་གི་སྐུ་ཚབ་བཅས་ཁྱོན་བསྡོམས་ཚོགས་བཅར་བ་དྲུག་བརྒྱར་ཉེ་བ་ཚོགས་ཞུགས་བྱས་ཏེ། ཐུན་མོང་དུ་གྲོས་བསྡུར་དང། བཤད་སྦྱང་བྱས་མཐར་སླར་ཡང་དབུ་མའི་ལམ་གྱི་སྲིད་བྱུས་ལ་རྒྱབ་སྐྱོར་མཚན་འདོན་ཐོབ། དེ་ནས་ཟླ་བ་གཅིག་གི་རྗེས་ཏེ། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བཅུ་གཉིས་པའི་ཚེས་བཞི་ཉིན། ངོས་ནས་སྦར་སིལ་དུ་འཚོགས་པའི་ཡེ་རུབ་གྲོས་ཚོགས་ཀྱི་ཚོགས་འདུ་རྒྱས་འཛོམས་ཐོག་གཏམ་བཤད་བྱས་པའི་ནང། རྒྱ་ནག་གི་སྐྱོན་འཛུགས་ལ་ལན་འདེབས་ཀྱི་དོན་དུ། ང་ཚོས་བཏོན་པའི་གྲོས་འཆར་ནང། བོད་རིགས་མ་ཡིན་པ་རྣམས་བོད་ནས་ཕྱིར་འབུད་གཏོང་རྒྱུའི་དམིགས་ཡུལ་བཟུང་མེད་ཀྱང་ང་ཚོར་སེམས་འཚབ་ཡོང་གཞི་ནི། རྒྱ་རིགས་གཙོ་བོར་གྱུར་བའི་མི་རིགས་གཞན་འབོར་ཆེན་བོད་ཀྱི་ས་ཁུལ་ནང་ཆེད་དུ་གཉེར་ནས་པོ་ཞིག་བྱས་པའི་དབང་གིས། བོད་མི་རྣམས་རང་གིས་ལོངས་པར་མཐར་ཟུར་དུ་བྱུང་ཞིང་གྲངས་ཉུང་ཆགས་པ་དང། ཧ་ཅང་འཇིགས་སླ་བའི་བོད་ཀྱི་རང་བྱུང་ཁོར་ཡུག་ལའང་ཉེན་ཚབས་བཟོ་བཞིན་པ་དེ་ཡིན་ཚུལ་གསར་བཤད་ཐོག། ངེད་ཚོའི་བསམ་འཆར་ཡིག་ཆར་རྒྱུ་མཚན་མི་ལྡན་པའི་ལྡོག་ཕྱོགས་ཀྱི་ཡན་ལན་དེ་ལྟར་བྱས་པར་བློ་ཕམ་དང་སྦྲགས། བོད་ཀྱི་གནད་དོན་སྐོར་རྒྱ་ནག་མི་དམངས་ལ་ཡིད་ཆེས་འགྱུར་བ་མེད་ཀྱང། རྒྱ་ནག་གཞུང་ལ་ཡིད་ཆེས་ཇེ་ཆུང་དུ་འགྲོ་གི་འདུག་ཅེས་མ་བརྗོད་ཀ་མེད་བྱུང། ང་ཚོའི་བསམ་འཆར་ཡིག་ཆ་དེར་པེ་ཅིང་གི་ཡར་ལན་ཞུས་སྟངས་དེར་ངུ་ཡོད་རང་བློ་ཕམ་ཆེན་པོ་བྱུང། ཕྱི་ལོ་ཉིས་སྟོང་གཉིས་ནས་འགོ་བཙུགས་པའི་འབྲེལ་མོལ་གྱི་ཐོག་མཐའ་ཀུན་ཏུ་རྒྱ་ནག་ཕྱོགས་ནས་དོན་ཕན་ལྡན་པའི་གྲོས་འཆར་སྣེ་གཅིག་ཀྱང་བཏོན་པ་བྱུང་མེད། གང་ལྟར། རྒྱ་ཕྱོགས་ནས་ངེད་ཚོའི་བསམ་འཆར་ཡིག་ཆར་འཕྲལ་མར་དགག་རྒྱག་ཆེ་ཉེས་བྱེད་པར་མ་ལྟོས་པར། ཡིད་ཆེས་ནང་དོན་ལ་མ་རྟོགས་པའམ་ལོག་པར་བསྟོད་པ་བྱུང་སྲིད་སྙམ་སྟེ། ང་ཚོས་ཡི་ལན་དང་དགག་པ་ཁག་ལ་འགྲེལ་བརྗོད་ཀྱི་ཡིག་ཆ་བཟོ་སྒྲིག་བྱས། འགྲེལ་བརྗོད་ཡིག་ཆ་དེའི་ནང་རྒྱབ་ཕྱོགས་ནས་སྒར་འདེད་བྱས་མི་ཆོག་པའི་མཚམས་ཐིག་ལྟ་བུར་བརྗོད་མོད།

ཡོངས་གྲགས་གཞུང་འབྲེལ་གྱིས་འདྲེས་མར་སྤྱི་འཐུས་བྱས་པ་བྱུང་མེད། ཕྱི་ལོ་ཉིས་སྟོང་གཅིག་ལོར་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་མི་མང་གི་ཐད་ཀར་དབུ་འདེམས་བྱས་པའི་ཆབ་སྲིད་ཀྱི་འགོ་འཛུགས་ཐོག་མར་བྱུང་བ་ནི། འགོ་བཙུགས་པའི་དབང་ཆ་རྩིས་སྤྲོད་ཀྱི་བརྒྱུད་རིམ་དེ་རང་ལོ་དོན་ལྔར་སོན་སྐབས་དངོས་སུ་རྫོགས་པར་བྱས་ཏེ། ངོས་རང། རྒས་ཡོལ་ཆ་ཚང་བྱས་རྗེས་སྐོར་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ད་ཨག་ཟིམ་པའི་ཚེས་བཅིར་དགུན་ཉིན་ཡོངས་བསྒྲགས་བྱས་པ་ཡིན། དངོས་གནས་རྒྱལ་པོ་དང་ཆོས་བྱེད་མི་སྣས་དབང་བསྒྱུར་བྱས་པའི་དུས་རབས་དེ། ད་ཆ་དུས་ལས་ཡོལ་ཟིན་པའི་ང་ཚོ་འཛམ་གླིང་རང་དབང་སྤྱི་ཚོགས་ཀྱི་འཕེལ་ཕྱོགས་དང་མཐུན་པར་དམངས་གཙོའི་ལམ་ཕྱོགས་ལ་འགྲོ་དགོས་བརྗོད་པར་མ་ཟད། ངོས་ཏཱ་ལའི་བླ་མའི་སྤྱན་དྲངས་ཆུ་བཞི་པའི་དགའ་བཞིན་སྤྲོ་བཞིན་དྭང་དུ་བླངས་པའི་ཐོག་ནས། གཟི་བརྗིད་ངང་ཏཱ་ལའི་བླ་མའི་ཆབ་སྲིད་ཀྱི་འགན་དབང་མཚམས་བཞག་སྟེ་དམངས་གཙོའི་ལམ་ནས་འོས་འདེམས་བྱས་པའི་འགོ་ཁྲིད་ལ་འགན་འཁུར་བཅུག་ན་དབུལ་ཤུལ་དང། འཚམས་ཤུལ་རེད་ཅེས་བརྗོད་པ་ཡིན། གཞི་རིམ་གྱི་འགྱུར་བ་འདིར་ཁྲིམས་ལུགས་ཀྱི་བཀའ་བློན་བསྟན་པ་ཡོང་ཆེད། གྲོས་ཚོགས་ནས་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་བསྐྱར་བཅོས་གནང་རྒྱུས་མཚོན། དགོས་ངེས་ཀྱི་གྲ་སྒྲིག་ལེགས་པར་ཟིན་ཀྱང། བཅའ་ཁྲིམས་བསྐྱར་བཅོས་མ་བྱས་གོང། བོད་གཞུང་དམངས་གཞས་གཡོ་འཚོགས་ཀྱིན་ཡང་སྐོང་འཚོགས་བྱས། ཐ་མ་ཤར་ཆོས་འཛིན་པའི་བཅའ་ཁྲིམས་དེར་ངོས་ནས། དགུང་ལོའི་ཟླ་བ་ལྔ་བའི་ཚེས་ཉེར་དགུ་ཉིན་ཆོག་མཆན་མང་དག་བཀོད་ནས། སྲིད་ཕྱོགས་ཀྱི་འགན་དབང་ཁག་དབུ་འདེམས་བྱས་པའི་མགོ་ཁྲིད་ལ་རྩིས་སྤྲོད་བྱས་ཏེ། ངོས་རང་དགེ་ཡུལ་ཆ་ཚང་བྱས་པ་ཡིན། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཟླ་བ་བརྒྱད་པའི་ནང། བློ་བཟང་ཟངས་གྷིར་དབུས་བསྡུའི་རྒྱལ་ཁ་ཐོབ་སྟེ་བཀའ་བློན་ཁྲི་པའི་འགན་ཁུར་སྦྱངས། དེ་ནས་མི་རིང་བར་སྲིད་སྐྱོང་གི་མཚན་གནས་བླངས་ཏེ། ཡུན་ཚད་ལོར་ལྔ་ཡིན་པའི་སྲིད་སྐྱོང་སྐབས་གཉིས་གནང་རྗེས། ཕྱི་ལོ་ཉིས་སྟོང་ཉེར་གཅིག་ལོར་ད་ལྟའི་སྲིད་སྐྱོང་ལས་ཐོག་སྤེན་པ་ཚེ་རིང་བདམས་ཐོན་བྱུང། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཟླ་བ་ལྔ་པར་དངུལ་བུན་རང་དགེ་ཡུལ་ཆ་ཚང་བྱ་རྒྱུའི་གསལ་བསྒྲགས་བྱས་སྐབས། བོད་དུ་ཕྱི་ནང་གི་བོད་མི་ཚོ་བློ་ཡུལ་བདེ་ཆེད་དུ་བརྗོད་པར། དངུལ་གྱིས་བསགས་དབང་རྩིས་སྤྲོད་བྱ་རྒྱུའི་བསམ་ཚུལ་འདི་བོད་དོན་འགན་འཁུར་ཤེས་འདོད་མེད་པའམ་སེམས་ཤུགས་ཆག་པ། བོད་མིའི་རང་དབང་དང་བདེན་དོན་འཐབ་རྩོད་དང་ལུས་བཏང་བ་ཞིག་གཏན་ནས་མིན། ངོས་རང་བོད་མི་ཞིག་དང། རྒྱལ་བ་ཀུན་གྲངས་རིམ་བྱོན་དང་ལི་མོན་གྱི་འབྲེལ་བ་ཡོད་པ་ཞིག་ཡིན་པའི་ཆ་ནས། བོད་དང་བོད་མིའི་རྩ་དོན་རྣམས་རང་བཞིན་བཟོ་འཇོག་བྱ་ཐབས་ག་ལ་ཡོད། ངོས་ཀྱི་དམིགས་ཡུལ་ནི་བོད་མིའི་འཕྲལ་ཕུགས་ཁེ་ཕན་ཁོ་ནའི་ཆེད་དང། ལྷག་པར་བོད་མིའི་རང་དབང་གི་འཐབ་རྩོད་ཡུན་གནས་ཡོང་ཐབས་སུ་དམིགས་པ་ཞིག་ཡིན། ཅི་སྟེ། ད་དུང་ལོ་བཅུ་ཕྲག་འགའ་ཤས་བོད་ཀྱི་གནད་དོན་ཐག་གཅོད་མ་ཐུབ་པར། སྔོན་དེ་དང་ནི་དགོས་པ་བྱུང་ན། དངོས་ནས་མགོ་ཁྲིད་བྱེད་མ་ཐུབ་པའི་དུས་ཤིག་ངེས་པར་ཡོང་རྒྱུ་ཡིན་པ་ནི་ཚང་མས་ཤེས་གསལ་ལྟར་དང། ད་ལྟ། དངོས་ཡོད་རང་བདེ་ཐང་ཡོད་སྐབས་ནས། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འགན་ཁུར་ཆ་ཚང། རྒྱལ་བ་རིན་པོ་ཆེར་གཏད་མི་དགོས་པར། རང་ཚུགས་ཐུབ་པ་ཡོང་རྒྱུའི་གོམས་གཤིས་འཇགས་ཐབས་སུ། ལམ་སྲོལ་འདི་ད་ལྟ་ནས་ལག་བསྟར་བྱ་རྒྱུ་བྱུང་ན། དཀའ་ངལ་ཕྲན་ཚེགས་སེལ་ཐབས་སུ་དངུལ་གྱིས་མཐུན་འགྱུར་བྱེད་ཐུབ་ལུགས་གསར་བརྗོད་བྱས་པ་ཡིན། གཞན་ཡང། ཆབ་སྲིད་ཀྱི་འགན་དབང་རྩིས་སྤྲོད་བྱས་པ་འདིས། འཛམ་གླིང་སྤྱི་དང་ཡང་སྒོས་རྒྱ་ནག་ལའང། ང་ཚོའི་འཐབ་རྩོད་དེ་མི་རིགས་ཧྲིལ་པོའི་བདེ་དོན་དང་འབྲེལ་བ་ཡོད་པར་མ་གཏོགས། ཏཱ་ལའི་བླ་མ་སྒེར་རམ། དེའི་སྒྲིག་འཛུགས་ལ་ཐུག་མེད་པ་གསལ་བོར་བསྟན་ཡོད། ཏཱ་ལའི་བླ་མས་བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་གནང་ཟུར་དེ། དངོས་ནས་དྭང་བླངས་ཐོག་མཚམས་བཞག་པ་ཙམ་མ་ཡིན་པར། དགའ་བཞིན་སྤྲོ་བཞིན་གཟི་བརྗིད་ལྡན་པའི་ངང་མཚམས་བཞག་པ་ཡིན། ཆབ་སྲིད་ཀྱི་འགན་དབང་ཆ་ཚང་རྩིས་སྤྲོད་ཀྱི་ཐག་གཅོད་དེ་དངུལ་སྒེར་གཅིག་པུ་དང་འབྲེལ་བ་ཙམ་མ་ཡིན་པར། རྒྱལ་མཆོག་ངྷ་བ་ཆེན་པོའི་དུས་རབས་བཅུ་བདུན་པའི་ནང་དབུ་བཙུགས་པའི་ཏཱ་ལའི་བླ་མ་རིམ་བྱུང་གི་ཆབ་སྲིད་བཀའ་དབང་བཞི་ཟུར་དེའང་མཇུག་བསྡུ་བྱས་པ་ཆགས་ཀྱི་ཡོད། ང་ཚོས་པེ་ཅིང་གཞུང་དང་འབྲེལ་མར་བྱས་པ་དེར་དོན་སྙིང་ལྡན་པའི་གྲུབ་འབྲས་ཐོན་གྱི་མེད་པ་ཆེས་གསལ་དུ་གྱུར་སྐབས། བུ་མོ་མང་པོར་བློ་ཕམ་དང་ཨ་ཆད་ཨུ་ཐིག་གི་ཚོར་སྣང་ཆེན་པོ་བྱུང་ཡོད། དེ་ཡིན་ཚུན་ཐག་ཡིད་གཅོད་དགོས་པ་ཞིག་ནི། ཕྱི་ལོ་ཉིས་སྟོང་དགུ་ལོའི་ཟླ་བ་གཉིས་པའི་ཚེས་ཉེར་བདུན་ཉིན། བོད་འདིར་མད་རྔ་བ་ཀིརྟི་དགོན་པའི་གྲྭ་གཞོན་གྲྭ་བི་ཡིས་ཁྲོམ་གཞུང་དུ་རང་ལུས་མེར་བསྲེགས་བྱས་པ་ནས་མགོ་ཚུགས་ཏེ། བོད་ནང་རང་ལུས་མེར་བསྲེགས་ཀྱི་ལྷ་བརྒྱུད་ཆེན་པོ་ཞིག་བྱུང་བ་དེ་རེད། དེ་ནས་ད་བར་གཞོན་སྐྱེས་སོར་བཅུར་གྲྭ་བཙུན་དང་སྐྱ་བོ་བརྒྱ་དང་དྲུག་ཅུ་ལྷག་གིས་ངོ་རྒོལ་གྱི་ཐབས་ལམ་འདི་སྤྱད་ཀྱང། དེའང་བར་མོ་ཆེ་བོད་ནང་དང་རེ་ཟུང་རྒྱ་གར་དང་བལ་ཡུལ་དུ་ཡང་བྱུང་ཡོད། ཉེ་དུས་བྱུང་བའི་ཕན་ཚུན་གསར་ཤོས་ཤིག་ནི་བོད་དང་རྒྱ་ནག་གཉིས་ཀར་རྗེས་འབྲང་བ་འབོར་ཆེན་ཡོད་པའི་གཞས་པ་གྲགས་ཅན་ཚེ་དབང་ནོར་བུས། ཕྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བ་གཉིས་པའི་ཚེས་ཉེར་བརྒྱད་ཉིན། ཕོ་བྲང་པོ་ཏཱ་ལའི་མདུན་དུ་རང་ལུས་མེར་བསྲེགས་བཏང་ཞིང། སྐབས་དེར་ཁོང་ལོ་ཉེར་ལྔ་ཡིན་འདུག་གོ། དུས་སུ་ཁོང་གི་ལི་གཞས་རྣམས་རྒྱ་ནག་གི་རོལ་དབྱངས་དྭངས་ཆ་ཁག་ནས་བསུབས་ཐོག་ཁོང་འདས་གྲོངས་ཕྱིན་པའི་གསར་འགྱུར་རྣམས་བཀག་སྡོམ་བྱས་འདུག་དོན་དུ། དེ་ནི་ཚེ་དབང་ནོར་བའི་ལོ་རྒྱུས་ཐེ་བའི། ཁོང་གི་སྤྲེལ་ལམ་གྱི་གནས་ཚུལ་ཡོངས་རྫོགས་ནག་བསུབ་བཏང་ནས། བོད་དང་རྒྱ་ནག་ནང་གི་མི་མང་ཚོར་ཁོང་གིས་བསྐུར་གནས་ཚུལ་གང་ཡང་ཐོབ་ཐབས་མེད་པ་བཟོས་པ་ཞིག་རེད། ཁོང་གི་ཕ་ལའང་རྒྱ་གཞུང་ཉེན་རྟོག་པས་སུན་གཙེར་ཡང་ཡང་བཟོས་སྟབས་ཕྱི་ཟླ་ལྔ་བའི་ནང་རང་ཤི་བརྒྱབ་ཚུལ་དངོས་གནས་གོ་ཐོས་བྱུང། དཔེ་མཚོན་གསར་ཤོས་འདིས་བོད་མིའི་སྡུག་བསྔལ་ནི་སྤྱི་ཚོགས་དཔལ་འབྱོར་གྱི་གནས་བབ་ལས་བརྒལ་ཏེ། སེམས་ཀྱི་གཏིང་རིམ་དུ་ཡོད་པ་ཞིག་ཡིན་པ་ར་སྤྲོད་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་རེད། རང་ལུས་མེ་སྲེག་བཅས་བྱེད་ཐབས་འདི་གང་མཚུངས་ཅི་ཡོད་ཅེ་ན། རྒྱ་ནག་གི་དབང་སྒྱུར་འོག་བོད་མི་རྣམས་གཞི་རྩའི་ཆར་རང་གི་ཡུལ་དུ་བདེ་ཆེན་མེད་པ་དང། འུ་ཐུག་ཅིང་ཐབས་ཟད་པའི་ཚད་གང་འདྲ་ཞིག་ལ་སླེབས་པ་མཚོན་ཐུབ། བོད་མིའི་ནང་ནས་རང་ལུས་མེར་སྲེག་བཏང་བ་ཤེས་རྟོགས་བྱུང་བ་ཐེངས་དང་པོ་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་ལྡི་ལི་གསར་པར་བྱུང་བ་དེ་རེད། སྐབས་དེར་རང་ལུས་མེར་སྲེག་བྱེད་མཁན་ཐུབ་བསྟན་དངོས་གྲུབ། ལུས་པོ་མེས་ཚིག་ཅན། རྒྱ་གར་རྒྱལ་སའི་སྨན་ཁང་ནང་ཕྱི་ལ་ཉེ་སྐབས། ཁོ་བ་ཐུག་འཕྲད་དེ་ངོ་ཆོད་བྱས་པ་ཡིན། ན་ཟུག་ཆེ་བའི་གནད་དོན་འདིའི་སྐོར་ལ་ཡོངས་གྲགས་སུ། ངུ་ཆའི་བསམ་ཚུལ་བརྗོད་པ་ཐོག་མ་ནི། ཕྱི་ལོ་ཉིས་སྟོང་བཅུ་ལོའི།

གཉིས་པ། དེ་འདྲའི་བྱེད་ཐབས་ལ་བརྟེན་ནས་རྒྱ་ནག་གི་དབང་འཛིན་པའི་ཐོག་དོན་དམ་གྱི་ཤུགས་རྐྱེན་ཡོང་རེ་མེད་སྟབས། ཤུགས་དྲག་ཆེ་བའི་ཁྱབ་སྤྱོད་དེའི་རིགས་ལ་ངོས་ནས་རྒྱབ་སྐྱོར་བྱེད་ཐབས་མེད། གསུམ་པ། བོད་མིའི་འུ་ཐུག་འཐབ་རྩོད་ཀྱི་བྱེད་སྟངས་འདི་ལ་བརྟེན་ནས། རྒྱ་ནག་གི་དབང་འཛིན་པ་ཚོས་བོད་མི་ན་གཞོན་ཚོས་དེ་ལྟར་བྱེད་དོན་རྐྱེན་དྲང་བདེན་རྩད་ཞིབ་བྱེད་པའི་རེ་བ་ཡོད་པ་བཅས་ཡིན། དེང་སང་ཡང་རང་ལུས་མེར་སྲེག་གྱི་གནད་དོན་སྐོར་ལ་བསམ་དུས། ཁོ་བོའི་སེམས་ཀྱི་ནང་ལ་ཅུང་ནང་འགལ་གྱི་ཚོར་སྣང་འོང་གི་འདུག་ཕྱོགས་གཅིག་ནས་བོད་ནང་གི་བོད་མི་ཚོ་རང་ཡུལ་བོད་དུ་ཧ་ཅང་འུ་ཐུག་ཐབས་ཟད་དུ་གྱུར་བའི་གནས་སྟངས་ཐད་ངོས་ནས་གདུང་སེམས་དང་ཕྱག་འཚལ་བྱེད་ཀྱི་འདུག། ཕྱོགས་གཞན་ནས་ནི། བུ་མོ་གཅིག་གི་ཚེ་སྲོག་ཤོར་ཡང། གྱོང་གུད་ཧ་ཅང་ཆེན་པོ་རེད། དེ་བཞིན། ཞབས་ཞུ་འདི་མཐའ་ལ་ལྷུང་བ་ཞིག་ཡིན་པར་ཐེ་ཚོམ་མེད་ཀྱང། དཀའ་གནད་ཆེན་པོ་གཅིག་ནི་འདི་ཡིན་ཏེ། ཐབས་འདི་ལག་ལེན་བསྟར་མཁན་ཚོས་རང་ཉིད་ཀྱི་ཚེ་སྲོག་བློས་གཏོང་བ་ལས། གཞན་ལ་འཚེ་བ་མི་བྱེད་རྒྱུ་བདམས་པ་དེ་ཡང་ཚང་མས་ངེས་དགོས།